དཔལ་ཆེན་པདྨ་སྙིང་པ་མཚན་གསོལ་མེད་མཚན་གསོལ་མེད་ཀྱི་གུ་རུར་འབུལ་བཞིན་པས་དེ་དོན་པདྨ་སྙིང་པོ་སྐུ་དངོས་སུ་ཟངས་མདོག་དཔལ་གྱི་རི་བོ་ལ་བྱོན་པས་དེ་ནས་གུ་རུ་རིན་པོ་ཆེ་གི་ཞག་བདུན་གྱི་བར་དུ་དེའི་བཀའ་འདུས་ཆོས་ཀྱི་སྙིང་པོའི་སྒྲུབ་པ་བཙུགས་ཏེ་དེ་ལས་དཔལ་ཆེན་པདྨ་སྙིང་པོ་ལ་བུམ་དབང་གསང་དབང་ཤེར་དབང་ཚིག་དབང་དེ་ཚོ་རིམ་པ་བཞིན་དུ་གནང་སྟེ་དེ་ལས་ཚེ་ལོས་ཡང

དེ་ལས་གཏེར་ཆེན་པདྨ་གླིང་གི་ཆོས་སྐོར་དེ་ལས་རྣམ་སྨིན་སམ་མི་དག། དེ་ལས་རྩ་ཆེ་དང་དེ་ལས་རྣམ་སྨིན་སམ་མི་དག་གི་ཚུལ་ལོ། དེ་ལས་ཆོས་སྐད་ནང་ལ་སྦས་བ་ཅན་རྣམ་སྨིན་གཙིགས་སུ་གསུངས་ཏེ། དེ་ལས་ཞབས་དྲུང་ངག་དབང་རྣམ་འབྱེད་ཀྱིའང་ཨ་ནི་གཏེར་ཆེན་པདྨ་གླིང་གི་ཆོས་སྐོར་དེ་ཚོ་ཆ་ཚང་གི་རྒྱལ་སྲས་པདྨ་ཕྲིན་ལས་ཀྱི་དེ་སློབ་མ་གཅིག་གི་ཀུན་བཏུས་ལས་གསན་པའི་ཨ་ནི་པའི་ཁོ་ར་གིས་ཨ་ནི་ནི་པའི་ད་དུ་ཨ་ནི་ལོ་རྒྱུས་དེ་ཚོ་ཨ་ནི་པའི་གསལ་བོ་མེད། དེ་ལས་ཕྱིས་སུ་དེ་ལས་ཕྱོགས་བསྒྲིགས་ཡང་དེ་ལས་ཞབས་དྲུང་འཇིགས་མེད་ནོར་བུ་རྒན་ལྷ་ནི་དཔེ་གླིང་གི་སྐོར་ལ་ཕྱོགས་བསྒྲིགས་གནང། དེ་བཞིན་དུ་བདག་བོད་གངས་ཅན་གྱི་ལྗོངས་སུ་ཡོངས་སུ་གྲགས་པའི་དེ་ལས་མཁས་གྲུབ་ཆེན་པོ་རྒྱལ་དབང་ལྔ་པ་ངག་དབང་བློ་བཟང་རྒྱ་མཚོ། དེ་ལས་སྨིན་གླིང་གཏེར་ཆེན་འགྱུར་མེད་རྡོ་རྗེ་འདི་ཚོ་སྐུའི་ཨ་ནེ་ཚུལ་ལོ་ཕྱོགས་བསྒྲིགས་གནང་སྟངས་གཉིས་པ་ཡོད་པ་ཡིན་པས་དེ་ལས་ཕྱིས་སུ་འཇམ་མགོན་ཀོང་སྤྲུལ་རྒན་ནི་བའི་ཕྱོགས་བསྒྲིགས་མཛད་དེ་ཨ་ནེ་བས་བསྡུས།

རྒྱས་ཤིང་རྒྱས་པར་དུ་མཁྱེན་འདོད་པ་ཅན་དེ་དག་ནི་དཔེ་གླིང་བཞི་ཚོགས་ཀྱི་བསྒྲིགས་ཞགས་པའི་དེབ་ཀྱིས་བསྡུས་པ་ནི་གནམ་ལོ་གཏེར་ཆེན་པད་མ་གླིང་པས་ཀྱི་དེ་རྣམ་ཐར་དང་དད་དང་དེ་ལོ་རྒྱུས་ཆ་ཚང་པའི་ཕྱོགས་བསྡུས་ནང་མཉམ་སེམས་ལས་བྱམས་ཀྱི་དུ་བ་ནི་དེ་ཚོ་ལ་གཟིགས་ཞུ་གནང་པ་ཅན་དེ་ལས་ཁྱད་ནི་མེད་དེ་གདོད་མ་ཞིག་ན་དབང་སེམས་མིག་གི་དེ་ལོའི་ཁོང་དེ་ན་མཁན་པོ་སྤྲུལ་སྐུ་སློབ་དཔོན་ལ་སོགས་པ་འདུག་ད་དེ་ཚོ་ལ་དེ་བཀའ་འདྲི་གནང་ན་ཆོག་ཆེ་ཆེ་མཁས་དབང་ཞུས་མ་འདུག་དེ་རྣམས་སེམས་ཞིབ་ཅིང་ཕྲ་བ་ང་རང་རྒན་ཞུ་མི་ཤེས་པས་ཨ་ནི་བན་དེའི